གལ་ཆེན་པོ་ཞིག་ཆགས་ཡོད་འདུག་ང་རང་ཚོས་བོད་རང་ཉིད་ཀྱི་ཀྱི་ཆོས་དང་རིག་གཞུང་མི་རིགས་དང་བཅས་པ་སྲུང་སྐྱོབ་བྱེད་ཡ་ཙམ་མ་ཡིན་པའི་ཅིག་འཛམ་བུ་གླིང་འདིའི་སྒང་ལ་ཡིན་ནའི་བོད་ཀྱི་དམིགས་དཔེ་སྟོན་ཐུ་ཡ་ཅིག་དང་ཅིག་རིམ་པས་རིམ་པས་ཀྱི་ལམ་སྟོན་བྱེད་ཐུ་ཡ་ཅིག་གི་གོ་གོ་སྐབས་ཡོད་པས་སོ་རེད་ཡང་སྒོས་ལྷག་པར་ཆེན་དུ་ད་ཨ་མདོ་དེ་དཔེ་མཚོན་བསླབ་གྲྭ་འདི་ནས་ད་ཨ་མདོ་ཁྱེད་རང་ཚོས་ཅིག་གཙོ་བོ་བོད་ཡིག་གི་ཐོག་ལ་ཤུགས་རྒྱབ་པ་དང་འབྲེལ་བའི་ཐོག་ནས་དེ་འབྲེལ་གྱི་དང་སློབ་ཚན་ཅིག་ཅར་དུ་བྱེད་བསྡད་ཀྱི་ཡོད་རེད། ད་ལྟ་དེའི་དེ་མ་འོངས་པ་ལ་ཡང་བོད་མི་ཙམ་གྱི་ད་དོན་དག་མ་ཡིན་པར། གང་དག་ཅིག་གིས་རྒྱ་གར། ཨེ་ནི་འཛམ་བུ་ནི་སྤྱི་ལ་ཡིན་ནས་གང་འཚམ་གྱི་ཕན་ཐོགས་བྱེད་ཚུལ་ཡང་མ་འོངས་པ་ལ་རྒྱ་ནག་ནང་ལའི་ཨང་དའི་གནས་སྟངས་དེ་གིས་གང་དག་ཤེས་ཡོན་གྱི་ཤེས་ཡོན་ཡར་རྒྱས་འགྲོ་གི་ཡོད་རེད་དེ་ཡིན་ནས། སེམས་ཀྱི་དཀའ་ངལ་སེལ་མ་ཐུབ་ཡག་ཅིག་དང། ཡ་རབས་སྤྱོད་བཟང་གི་ཕོངས་བསྡད་པ་ཅིག་དེ་རིང་གི་རྒྱ་ནག་ནང་ལ་གསལ་པོ་ཞིག་འདུག་བ། སེམས་རིམ་པས་རིམ་པས་ཀྱི་ང་ཚོས་དེ་ཏན་ཏན་ཕན་ཐོགས་བྱེད་ཐུབ་ཡག་ཅིག་གི། ཡིད་དབང་འཕྲོག་ཡག་ཅིག་ཏན་ཏན་བཟོ་ཐུབ་ཀྱི་རེད། ད་དེ་འདྲ་ཡིན་དུས་ཨང་དེ་ཡོད་བསྡད་པས་ད་ང་ཚོ་དེ། ཅིག་སྒྲིག་འཛུགས་རུ་ཆུད་རྒྱུ་ཡོད་བསྡད་པ་དེ་མ་འོངས་པའི་ཅིག་སྔོན་ན་དྲ་གནས་ཀྱི་མཛའ་མོ་ནི་འདི་གང་ལ་ཅིག་བཟང་པོའི་ས་མཚམས་རུ་བྱེད་ཐུབ་ཡག་གི་རེ་བ་ཡོད་བསྡད་པ་ཅིག་རེད་ཤག།

མི་དང་མིའི་བརྩེ་བ་ཡོད་དགོས་པ། མི་དང་མིའི་བརྩེ་བ་ཡོད་ན་མི་དང་མིའི་གུས་ཞབས་ལེན་གྱི་རེད། མི་དང་མིའི་གུས་ཞབས་ལེན་ན། གཞན་ལ་གཞན་གྱི་སྲོག་བཅད་ཡ་དང། གཞན་གྱི་རྒྱུ་ལ་འདོད་རྔམ་བྱེད་ཡ་དེ་དེ་ཡོང་གི་མ་རེད། ཅེས་གསུངས། ད་དེ་འདྲ་ཡིན་དུས་རྩ་ནས། ཞི་བདེའི་འཛམ་གླིང་ཞིག་དགོས་ན། བྱམས་བརྩེ་བདེ་སྐྱིད་ཞིག་དགོས་ཀྱི་ཡོད་རེད། བྱམས་བརྩེ་ཞིག་མེད་ན། འཛམ་བུ་གླིང། ཞི་བདེའི་འཛམ་བུ་གླིང་ཡོང་ཐབས་རྩ་བ་ནས་ཡོད་མ་རེད། ད་དེ་འདྲ་ཡིན་དུས་ད་དུས་རབས་ཉི་ཤུ་པ་དེ། མི་གསོད་ཁྲག་སྦྱོར་གྱི་དུས་རབས་ཤིག་གང་ལ་ཕྱིན་པ་རེད། དེའི་རྗེས་ཤུལ་རབས་དེ་ཤུགས་རྐྱེན་རབས་དེ་ད་ལྟ་ཡིན་ནའི་ལྷག་བྱས་རྙོག་དྲ་ཞིག་བཟོ་བ་རེད། རྙོག་དྲ་དེ་རང་དགར་བཞག་བཞག་ན་འགྲིག་མ་རེད། ལྷག་པར་དུ་ང་རང་ཚོ་སངས་མ་ལོ་སངས་རྒྱས་པའི་ཆོས་པ་ཅིག་གིས་སེམས་ཅན་ཐམས་ཅད་བཞིན་གཟིགས་ཀྱི་ཡོད་པ། ཁ་ནས་སེམས་ཅན་ཐམས་ཅད་གཟིགས་ཀྱི་ཡོད་ན། ལག་ལེན་ངོ་མའི་ཐོག་ནས་དངོས་དང་བརྒྱུད་པའི་ཐོག་ནས་ཕན་ཐོགས་བྱེད་ཐུབ་ཡག་ཤོས་ཡོད་ན་བྱེད་དགོས་ཡག་ཤོས་རེད།

ད་ང་རང་ཚོ་བྱེ་བྲག་ཏུ་བོད་ལ་ཆ་བཞག་ནས། བོད་གངས་ཅན་ལ་ཆ་བཞག་ནས། གངས་ཅན་གྱི་མི་རབས་རྒན་པ་དེ་ཡིས་དེ་ད་ཐོག་རྫོགས་འགྲོ་གི་ཡོད་རེད། ང་ཚོ་བཙན་བྱོལ་ལ་ཆ་བཞག་ནས། ད། ལྔ་བཅུ་ང་དགུའི་ལོ་ལ་ང་ཚོ་ཐོག་མར་ཡོང་ལྟས་ངན་གྱི་ད་མི་རབས་དེ། ད་དགའ་རོགས་དགའ་རོགས་རྫོགས་ཚར་སོང། ང་ཚོ་མི་རིགས་གཅིག་གི་འཐབ་རྩོད་རེད་ང་ཚོ་མི་རིགས་གཅིག་རེད་དེ་འདྲ་ཡིན་དུས་ཙང་ནས། མི་ཐོག་གཅིག་གི་སྐད་ཆ་མ་རེད་མི་རབས་ནས་མི་རབས་ཀྱི་སྐད་ཆ་བཤད་བར། ཟེར་ད་ཁྱེད་རང་ཚོ་དེའི་དེའི་ངོས་ནས། གངས་ཅན་པའི་ད་ཤ་ཁྲག་རུས་གསུམ་དེ་སྒྲུབ་ཐེབས་མཁན་ཅིག་གིས་ད་མི་རབས་གསར་པ་ཅིག་ཁྱེད་རང་ཚོ་སླེབས་བསྡད་ཀྱི་ཡོད་རེད། ཁྱེད་རང་ཚོས་བོད་མི་རིགས་ཀྱི་ངོས་ནས་ཅིག་སྤྱི་སེམས། ཅིག་གི་བསྟན་དོན་ལ་རྒྱ། དེའི་དེ་ཁྱེད་རང་ཚོས་སྙིང་ལ་བཟུང་ནས། དེའི་ཐོག་ནས། བོད་མི་རིགས་རང་གི་ད་ཅིག་རིག་གཞུང་གཏིང་ཟབ་ཡོད་བསྡད་པ་དེའི་དེ་ཉམས་པ་སོར་ཆུད་མི་ཉམས་གོང་འཕེལ་ཡོང་ཡ།

ཨེ་ནི་དེ་དང་འབྲེལ་རེད་ད། བསམ་བློའི་འཁྱེར་སོ་བཟང་པོ་འདི། དངོས་གནས་དྲང་གནས་ཀྱི་བོད་སྐད་ལག་ལེན་སྐྱེལ་ཡུལ་ཙམ་ནས་ཤེས་ཡོན་སྒུག་གི་ཡོད་རེད། བྱས་ཙང་ད། ཀླད་པ་དང་འབྲེལ་དེ་ངེད་ཀྱི་ཤེས་ཡོན་ད། པའི། སྙིང་དང་འབྲེལ་ཟེར་ནས་མི་འདུག་གང་ལྟར། བན་བྱམས་བརྩེ། ལྷག་བསམ་གཉིས་པོ་དེ་ཟུང་དུ་སྦྲེལ་རེ་བྱུང་ན། ཨེ་ནི། བདེ་སྐྱིད་ལྡན་པ་ཡོང་གི་རེད། བྱས་ཙང།